ཡིན་པའི་ཆ་ནས་འདིར་འཛོམས་ཡོད་པ་བཅས། གཉིས་པ་དེ། གྲོང་འགྲོ་གཉིས་ཀྱི་ཤུལ་རྗེས་ལ་ར་བ་ཆ་བཞག་ན་གཞས་སྒར་བར་གྱི་སྲིང་མོ་ཆ་དེ་ཡོད་རེད། དེ་ག་ནང་གི་འདི་ད་ལྟ་བཞུགས་བསྡད་ནས་སོ་ན་འོང་ཆོག་ལ་ར་བ་ཆ་བཞག་པ་ན་སོ་ན་འོང་དུས་ལ་ར་བ་ཆ་བཞག་པ་ཡིན་ན། ད་ང་ཚོ་ཚང་མ་གིས་མཁྱེན་གྱི་ཡོད་རེད། ཆོས་སྐྱིད་ལགས་ཀྱི་སྐུ་ཟླ་ཡིན་པ་ཙམ་མ་ཡིན་པ། རྒྱུན་རིང་པོ་ནས་བུ་རོང་བཙན་སླར་སྲོག་གི་ཐོག་ལ་འགྱུར་བ་མེད་པའི་གི་ལངས་ཕྱོགས་བརྟན་པོ་བཞོག་དེ་ནས་གི་ད་དངོས་གནས་གི་རང་བཙན་འཐབ་རྩོད་པ་དེ་ཆགས་བསྡད་གི་ཡོད་རེད། ད་སྔོན་མ་ཅིག་འདས་ལ་ནིའུ་ཡོག་ལ་རྒྱུན་རིང་པོ་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་གི་ནང་ལོགས་ལ་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་གི་ཅིག་འབྲེལ་ཡོད་གི་རྒྱལ་ཁབ་འདྲ་མིན་གི་གནད་ཡོད་མི་སྣ་ལ་གོང་ལྟར་སོ་སོ་གི་ཞག་འཐུང་སའི་པར་རོགས་ཚིག་བརྒྱ་འཐུང་སའི་པར་རོགས་ལ་ད་གོང་ལྟར་སྒེར་གི་དུས་ཚོད་དང་འགྲོ་སོང་གཏོང་བྱས་ནས་བོད་པའི་གནས་ཚུལ་གྱི་ཐོག་ལ་བོད་རང་བཙན་གྱི་ཐོག་ལ་རྒྱབ་སྐྱོར་བཙལ་བྱས་ནས་ལོ་དང་ཟླ་བ་ལ་དཀའ་ལས་རྒྱབ་ཀྱི་ཡིན་ཏེ་མི་གཅིག་ཆགས་ཀྱི་ཡོད་རེད། དེ་ནི་ཉེ་བའི་ཆར་ལ་བོད་པའི་འཐབ་རྩོད་ཀྱི་ལོ་རྒྱུས་ལ་འགྱུར་བ་མང་པོ་ཕྱིན་པ་རེད་རང་བཙན་ནི་དབུ་མའི་ལམ་ལ་གཞུང་དང་དབུ་ཁྲིད་མང་པོ་ཅིག་འགྱུར་བ་ཕྱིན་པ་རེད་དེ་དུས་ཚོད་དེའི་ནང་ལོགས་ལ་འདྲ་པོ་ཆགས་ཀྱི་ཡོད་ནི།

ད་དེ་ནས་ང་ཚོ་ཉིན་རེའི་གི་ལོ་རྒྱུས་ནང་ལོགས་ལ་བསམ་བློ་གཏོང་བ་ཡིན་ན། ཉིས་སྟོང་བཅུ་གཉིས་བཅུ་གསུམ་དེ་ལ་བཙན་བྱོལ་ནང་ལོགས་ལ་རང་བཙན་ཡོད་ཐོག་ལ་དཀའ་ངལ་ཆེན་པོ་ཞི་བ་གཅིག་ཁྲིད་བྱས་ནས་སེམས་པ་ནང་ལོགས་ལ་རང་བཙན་ཡོད་བ་ཡིན་ན་ལས་ཤེས་མི་ཐོབ་ཉིན་མང་པོ་བྱུང་བ་རེད་དེ་སྐབས་དད་འདུན་འདྲ་བོ་བྱས་མ་ཡིན་ན་ལས་བསོད་ནམས་དབང་འདུས་ལ་འགྱུར་བ་མེད་པ་བྱས་བྱས་ནས་རང་བཙན་གི་ཐོག་ལ་བརྟན་པོ་བྱས་ནས་ལོང་བ་མ་ཟད་ད་ང་ཚོ་སྐབས་དད་འདུན་ཧ་ལམ་ཉིས་སྟོང་བཅུ་གཉིས་བཅུ་གསུམ་ནས་ཡར་བརྩིས་ནས་ཉིས་སྟོང་བཅོ་ལྔ་བཅོ་དྲུག་བར་དུ། བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་རང་བཙན་གྱི་ལས་འགུལ་དེ་ཧ་ལམ་མེད་བ་ཆགས་པའི་སྐབས་ལ། ད་རང་བཙན་གྱི་ལས་འགུལ་ཤུགས་ཆེ་ཤོས་སྤེལ་བདེ་ཉེ་དེ་རྒྱལ་ཡོངས་རང་བཙན་ལྷན་ཚོགས། ཚེ་བརྟན་ལྷ་རྒྱལ་དང་ཁོང་ཚོ་གི་སྐབས་ཀྱི་ད་རྒྱུན་ལས་ཚོགས་གཙོ་བོ་བྱས་ནས་ང་ཚོ་ནིའུ་ཡོག་ལས་བདེ་ཉེ་གི་ད་རང་བཙན་བ་ལས་འགུལ་དེ་རིང་འདི་ལ་འཛོམས་བདེ་ཉེ་གཙོས་སྤེལ་གི་ད་གང་ལྟར་ལས་འགུལ་ཅིག་རྒྱུན་མཐུད་ནས་སྤེལ་བདེ་བ་ད་རང་བཙན་གྱི་ལས་འགུལ་ཅིག་དེ་སུའི་སྐབས་ལ་འདྲ་བོ་ཆགས་ཀྱི་འདུག་སོ་ནའོ་འདི་ལ་དགོངས་ལོ་དེ་འདྲའི་ཆེན་པོ་རེད་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་འདི་ཡིན་ན་འདྲ་རྒྱ་མིའི་གཞུང་ཚབ་ལ་ཡིན་ན་འདྲ་ཅིག

བསོད་ནམས་ལགས་དང་ཆོས་སྐྱིད་ལགས་གཉིས་ཀྱིས་དངོས་གནས་ཀྱི་དངོས་ཤུགས་བརྒྱུད་གསུམ་ནས་ཧ་ལས་པའི་སེམས་ཤུགས་སྤར་ཡག་རྒྱབ་སྐྱོར་གནང་ཡག་བྱེད་ཅིག་ནས། ཆོས་སྐྱིད་ལ་དགྲ་བོ་ཆགས་ཀྱི་ན་དེ་དུས་ངས་རྒྱལ་རབས་སློབ་ཚན་ལ་ཐུགས་མ་ཁ་ཤས་ཀྱིས་མཉམ་ཞུགས་གནང་ཡོད་རེད། མཉམ་ཞུགས་གནང་བ་མ་ཟད་ཞྭ་སྒ་བར་གྱི་སྲིད་སྟོང་རྒྱལ་རབས་ཀྱི་དེབ་དབྱིན་ཇིའི་ཐོག་ལ་དེབ་ཅིག་ད་དྲན་ཐེངས་ལ་གནང་བྱས་ནས་ང་རང་གིས་རྩ་ཆེན་པོ་བརྩི་གི་ཡོད་རེད། དེ་འདྲ་གནང་སོང་བ་ད་དེ་འདྲ་གི་ཅིག། ཁོ་རང་གཉིས་ཀ་དགུང་ལོ་དེ་ག་ས་འཕེལ་བ་ཡིན་ན་ལས་རང་བཙན་གྱི་ཐོག་ལ་དུས་ཚོད་འགྱུར་བ་འགྲོ་མིན་ལ་མ་ལྟོས་པའི་སྤྱི་ཚོགས་འགྱུར་བ་འགྲོ་མིན་ལ་མ་ལྟོས་པའི་ཧ་ལས་པའི་གི་འགྱུར་བ་མེད་པ་གི་ལངས་ཕྱོགས་བརྟན་པོ་བཞུགས་དེ་ནི་ཆི་རེད་དེ་ཆི་དུས་ད་ད་ལྟ་གྲོངས་ཚར་བ་རེད་རེད་བ་ཆུ་སྐྱིད་ལ་རེད་བ་ཆ་བཞག་ཡོད་ནི་ང་ཚོ་ཚང་མ་དེ་འདྲ་རེད་འདིའི་ནང་ལ་ཡོད་རྒྱུ་དེ་ཚོ་ག་ལེ་ག་ལེ་འགྲོ་བཞག་གི་རེད

བསྡུ་བའི་སྐབས་ལ་རོ། བོ་པ་ཅི་ཡིན་པའི་ངོས་ནས་ངོ་གནོང་མ་བསྒོ་བ་ཅིག། བོ་པ་ཅི་ཡིན་པའི་ངོས་ནས་སོ་སོས་སོ་སོ་ལ་ལ་དག་བའི་ཅིག། སྤོབས་པ་ཅིག། དེ་འདྲས་ཀྱི་ཏན་ཏན་གོ་གི་རེ་ཕྲེང་གོ་རེ་བོ་པ་ཅིག་ལ་སྐྱེ་བའི་ཆ་ནི་རོ། ལས་རྒྱུ་འབྲས་ཁས་ལེན་ན་ར་མ་ལེན་ན་ར། དེ་འདྲས་ཡིན་པའི་ཆ་ནི་ཆོས་སྐྱིད་ལ་ར་བོ་ཆ་བྱ་བ་ནི་དགུང་ལོ་དགའ་སུ་བཞུགས་དེ་བཞུགས་བའི་སྐབས་ལ་ལྟ་ཅིག། བོ་པའི་འཐབ་རྩོད་ཀྱི་ཐོག་ལ་འཇའ་ཡང་ལག་གི་དག་གིས་གསུང་བ་ནང་བཞིན། ཁོ་ངར་དགོ་ས་ལ་ངར་ཐུབ་ཉེན། ཤེས་དགོ་ས་ལ་ཤེས་ཐུབ་ཉེན། ཞེས་ནི་མི་ཚེ་སྐྱེལ་བཞིན་རེད། ང་རང་གི་གོ་ཡ་ལ་འདྲ་བོ་ཆགས་བཞག་བས་ན་ཆུ་སྐྱེས་ལས་དེ་ནི་གཡུག་ལ། རྒྱུན་རིང་པོ་སློབ་གྲྭ་གི་དགེ་རྒན་གནང་མི་སྐབས་ལ། སློབ་གྲྭ་ནང་ལོགས་ལ་མོ་རང་གིས་སློབ་གྲྭ་གི་དགེ་རྒན་བྱེད་ས་དགེ། སློབ་གྲྭ་གི་ཁོར་ཡུག་གི་ནང་ལོགས་ལ་བོད་པའི་རྒྱལ་དར་མེ་བ་དེ། བོད་པའི་རྒྱལ་དར་གྱིས་ངེས་པར་དུ་སྒུག་གི་ཡོད་བ་དེ་རྩོད་པ་རིམ་པ་ཞིག་ཏུ་བརྒྱབ་ཀྱིན་ནས་མཐའ་མ་དེ་ལ། མོ་རང་གིས་སློབ་ཁྲིད་གནང་ས་གི་སློབ་གྲྭ་གི་ནང་ལོགས་ལ་བོད་པའི་རྒྱལ་དར་གྱིས་བཀལ་ཐུབ་བ་གི་འཐབ་རྩོད་བྱེད་ཀྱིན་ནས་དེའི་རྒྱལ་དར་དེ་ད་ལྟ་ཡང་སློབ་གྲྭ་གི

འདས་ལ་བུ་མོ་གཉིས་ཕེབས་ཡོད་དོ་གོ་ཁོ་རང་གཉིས་འདྲ་བོ་ཆགས་ཤིང་ན་ང་ཚོའི་རེ་བ་ཡང་དེ་ག་རང་ཡིན། ཕ་ཤུལ་བུ་འཛིན་བྱེད་བྱས་ནས་དངོས་གནས་ཁྱོད་རང་བོད་པའི་རང་བཙན་སླར་གསོ་གི་འཐབ་རྩོད་ཀྱི་ཐོག་ལ་ཁོ་རང་གཉིས་རེད་ཁོ་རང་གཉིས་ཀྱི་བུ་ཕྲུག་གིས་མུ་མཐུད་བྱས་ནས་འཐབ་རྩོད་འདིའི་ནང་ལོགས་ལ་ཆ་ཤས་ལེན་ཡག་གི་འབོད་སྐུལ་ཞུ་གི་ཡོད་རེ་བ་ཡིད་ཆེས་ཡོད། སྤྱི་སྟངས་ང་ཚོ་བོད་པ་ཚང་མ་ལ་འཐབ་རྩོད་ཀྱི་ནང་ལོགས་ལ་ཆ་ཤས་ལེན་ཡག་གི་འགན་ཡོད་རེད་ནས་ལྷག་པར་དུ་རྣམ་པ་ཚོ་འདྲ་བོ་ཆགས་བཞག་པ་ཡིན་ན

བཀའ་བསྟན་གྱི་ཆ་ནས་འབྲེལ་བ་ཆེན་པོ་བཅས་ཡོད་པའི་ཆ་ནས་ང་ཚོ་བོད་པ་གིས་ཕྱོགས་གཅིག་ནས་བཤད་དུས་ཡ་རབས་བཟུང་སྤྱོད་བྱེད་ཀྱི་ཡོད་རེད་ཡ་རབས་བཟུང་སྤྱོད་བྱེད་ཀྱི་ཡོད་པ་ཡིན་ན་ང་ཚོ་དོ་རོ་འདས་འཛོམས་ཡ་དེ་ཡ་རབས་ཆགས་བསྡད་ཀྱི་ཡོད་རེད་བཟང་སྤྱོད་ཆགས་བསྡད་ཀྱི་ཡོད་རེད་ག་རེ་བྱེད་ལབ་ན་ང་ཚོའི་རྒྱལ་ཁབ་ལ་དཀའ་ལས་ཆེ་ཤོས་ཀྱི་དུས་ཚོད་ལ་ཁྱིམ་ཚང་དེ་དཀའ་ལས་ཆེན་པོ་ཆགས་ཡོད་བ་དེ་ད་ད་ལྟ་ངས་ཨེ་རེད་མ་བསམ་བློ་གཏོང་བསྡད་དུས་ཞག་སྒབ་པའི་ཁོ་བོ་ཁྲི་མོང་སྐུ་ངོ་ཁྲི་མོང་པ་ད་ནོར་བུ་དབང་རྒྱལ་གྱི་དུས་ཚོད་ནས་བོད་རང་བཙན་གྱི་འཐབ་རྩོད་དང་འབྲེལ་བ་ཡོད་ཆོད་ཅིག་ཆགས་བསྡད་ཀྱི་ཡོད་རེད

རྒྱ་གར་གཙོས་པའི་ད་རྒྱལ་ཁབ་མང་པོ་ཅིག་ལ་བོད་པའི་ཚོང་དོན་གྱི་སྐུ་ཚབ་མི་ཐོག་ནས་ཕེབས་ཡོད་རེད་རེད་བ། དེ་ཕེབས་ཡོད་སྐབས་ལ། ད་དང་པོ། བོད་ནས་རྒྱ་ནག་བཅས་རྒྱ་གར་རྒྱ་གར་བཅས་རྒྱ་ནག་བཅས་དེ་མིན་ད་རྒྱལ་ཁབ་མང་པོ་ཅིག་ལ་ཕེབས་དུས་ཙམ་པ་ལ་རྒྱ་ནག་ལ་འབྱོར་ནས་ནན་ཅན་ལ་དེ་དུས་རྒྱ་ནག་གི་རྒྱལ་ས་དེ་ནན་ཅན་ཆགས་རེད་དགོས། ནན་ཅན་ལ་འབྱོར་བའི་སྐབས་ལ་ནན་ཅན་གྱི་གོ་མིན་ཏང་གི་སྲིད་གཞུང་གིས་ག་རེ་ལབ་ཡོད་ཟེར་ན་ཞག་འགའ་པ་དངུལ་སྤྲད་ནས་སྒྲོ་ལོ་སྤྲད་བྱས་ནས་བློ་ཡག་གིས་ཐབས་ཤེས་བྱས་པ་རེད་རེད་བ།

འཛམ་གླིང་གི་ལོ་རྒྱུས་བོད་པའི་ལོ་རྒྱུས་ཀྱི་ནང་ལོགས་ལ་དབྱིན་ཡིག་གི་ཐོག་ནས་བོད་ཀྱི་སྲིད་སྟོང་རྒྱལ་རབས་ཀྱི་ལོ་རྒྱུས་ཆ་ཚང་བ་དང་པོ་བྲིས་ཉིན་དེ་ཕ་རྗེས་ཞྭ་སྒབ་པའི་སྲིད་སྟོང་རྒྱལ་རབས་དེ་ཡིན་པ་འདྲ་བོ་ཅིག་ད་ང་རང་གིས་མཐོང་ཚུལ་དེ་མཐོང་གི་ཡོད་རེད་བ་ཕ་རྗེས་དེ་ག་རང་ཡིན་གྱི་རེད་དེ་བྱེད་དུས་བརྩམས་པ་ལ་ཞྭ་སྒབ་པའི་སྲིད་སྟོང་རྒྱལ་རབས་དེའི་ནང་ལོགས་ལ་ད་གོང་ལྟར་གནས་སྟངས་ཁ་ཤས་ཅིག་ཁོ་ཆ་ཚང་མ་སོང་ཡོད་ཆོག་གི་རེད་རྒྱུ་ཆ་གི་ཆ་ནས་རེད་བ། སྤྱི་ཡོངས་ཀྱི་ཆ་ནས་ད་དེབ་དེ་གི་ནུས་པ་ག་ས་མཐོང་ཡོད་བ་དེ་དེབ་དེ་བྲིས་བ་ནས་བཟུང་སྟེ་རྒྱ་ནག་གི་མུ་མཐུད་ནས་དེབ་དེ་ལ

དེ་ནས་ཉེ་བའི་ལོ་ཁ་ཤས་ཀྱི་སྔོན་ལ་བོད་ཀྱི་ལོ་རྒྱུས་གོ་བ་དཔྱད་གཞི་ལ་ཡག་གི་དེབ་ལྟོ་ཆ་མེ་ཆ་མཐུག་པོ་གཉིས་བྲིས་བྱས་ནས་ཉེ་བའི་གི་ལོ་ཁ་ཤས་ཅིག་གི་གོང་ལ་དེ་འདྲ་གི་དེབ་མཐུག་པོ་གཉིས་བྲིས་བྱས་ནས་ཞྭ་སྒབ་པའི་སུ་དོན་རྒྱལ་རབས་དང་མེ་ཁར་པར་གི་བོད་ཀྱི་གནས་བབ་གཉིས་ལ་དགག་པ་བརྒྱབ་ཡོད་རེད་དེ་འདྲ་བྱས་དུས་བརྩམས་པ་ལ་ཞྭ་སྒབ་པའི་སི་དོན་རྒྱལ་རབས་དེ་གི་འཛམ་བུ་གླིང་གི་སི་དོན་གི་ལོ་རྒྱུས་གི་ནང་ལོགས་ལ་རྒྱ་ནག་གི་སྐྱག་རྫུན་མང་པོ་ཅིག་ཁོང་གཏོར་ཡོད་རིགས་གི་རྒྱུ་མཚན་གི་དེ་ནི་ག་རེ་ལབ་དགོས་རེད།

དམ་བཅའ་དེ་གདོང་ལོགས་ལ་དེབ་དེ་ག་རེའི་ཆེད་དུ་བྲིས་ཡོད་བ་དགོས་པ་ག་རེའི་ཆེད་དུ་བྲིས་བ་དེ་བཤད་པའི་སྐབས་ལ། ངས་དེབ་འདི་བདུན་པའི་གཏམ་བཤད་ནས་བོུ་རང་བཙན་ལེན་ཡག་གི་ཆེད་དུ་དེབ་འདི་བྲིས་བ་ཡིན། འདི་ངའི་མན་སྙན་གྲགས་ཀྱི་ཆེད་དུ་མིན། རྒྱུ་དཔལ་འབྱོར་བཟོ་ཡག་གི་ཆེད་དུ་མིན། ངས་འདི་རྒྱ་ནག་གི་རྫུན་གཏམ་གི་ལྕགས་རྫུན་དེ་ཁོང་གཏོར་བྱས་ནས་བདུན་པའི་གི་རང་བཙན་དེ་ལེན་ཡག་གི་ཆེད་དུ་ཡིན་སོགས་བྱས་ནས་ཞྭ་སྒ་བག་གི་དེབ་ཀྱི་ནང་ལོགས་ལ་གསལ་པོ་བཟོས་ཡོད་པའི་ཆ་ནས་ང་ཚོ་གི

ཁྱིམ་རྒྱུད་ཀྱི་གོང་དར་བུ་རབས་ཚ་རྒྱུད་ཚང་མ་ལ་གུས་འདུད་དང་དེ་ནས་རྣམ་པ་ཚོ་ལ་ཐུགས་གསོ་ཞུ་གི་ཡོད་བཀའ་དྲིན་ཆེ།